ཤེས་བྱའི་སྙན་རྒྱའི་བོད་རིགས་སྤུན་ཟླ་ཡོངས་ལ་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞུ། དེ་རིང་གུས་མོ་བསྟན་འཛིན་རྫོང་པ་འཛིན་གྲྭ་ལྔ་བ་སློབ་གྲྭ་ས་འབོ་གྲྭ་ལ་བར་གསེང་གཞིས་ཆགས་དབུ་རིག་ས་ཕུན་ཚོགས་གླིང། ངའི་གཏམ་བཤད་ཀྱི་བརྗོད་གཞི་ནི་བོད་པ་ཚོས་བོད་ཀྱི་སྐད་ཡིག་བེད་སྤྱོད་བྱེད་དགོས་པའི་རྒྱུ་མཚན། དང་པོ། བོད་དེ་རྒྱ་ཡིས་བཙན་བཟུང་བྱས་པའི་རྐྱེན་གྱིས་བོད་ཀྱི་རིག་གནས་སྤྱི་ལ་གནོད་སྐྱོན་ཆེན་པོ་བྱུང་ཡོད། དེ་ཡང་རྒྱ་དམར་གཞུང་གི་དམིགས་ཡུལ་གཙོ་བོ་ནི་བོད་ཀྱི་སྐད་ཡིག་དེ་ཉམས་རྒྱུ་དང་རྩ་མེད་གཏོང་རྒྱུ་ཡོད་དུས་དེ་རྒྱུན་འཛིན་གནས་ཐབས་ལ་བོད་པ་ཚོས་བོད་ཀྱི་སྐད་ཡིག་བེད་སྤྱོད་གཏོང་དགོས། གཉིས་པ། རང་མི་རིགས་ཀྱི་ཕ་སྐད་དེ་མི་རབས་ནས་མི་རབས་བར་གྱི་བྲལ་བ་དེ་ཡང་མེད་པ་ཆགས་པ་མ་ཟད་བོད་མི་རིགས་རྩ་མེད་དུ་འགྲོ་ཡི་ཡོད་པ། ཏན་ཏན་རེད་དེ་འདྲ་སོང་ཙང་བོད་པ་ཚོས་བོད་ཀྱི་སྐད་ཡིག་བེད་སྤྱོད་གནང་རྒྱུ་ཧ་ཅང་གལ་ཆེན་པོ་ཡིན་གསུངས་པ་བོད་མི་རིགས་དེ་ཉུང་དུ་འགྲོ་བཞིན་པའི་དུས་སུ་རང་མི་རིགས་དེ་ཕྱི་ཡི་རྒྱལ་ཁག་ཁག་དང་གཞན་ཡང་ལུང་པ་འདྲ་མིན་མང་པོ་ཞིག་ལ་གཞིས་ཆགས་ནས་གནས་ཡོད་དུས་བོད་རིགས་རྒན་ཤོས་བར་གསུམ་གྱིས་ཉིན་རེ་འཚོ་བའི་ཁྲོད་དུ་བོད་པ་ཚོས་བོད་ཀྱི་སྐད་ཡིག་བེད་སྤྱོད་གང་མང་གནང་དགོས་ཞེས་པ་རང་གིས་སྟོད་གོས་ཙམ་མིན་པར་བོད་ཀྱི་སྐད་ཡིག་བྱང་བཙུན་དང་ཕན་ཚུན་བར་ལ་བཀའ་མོལ་གནང་དུས་བོད་པ་ཚོས་བོད་ཀྱི་སྐད་ཡིག་བེད་སྤྱོད་གཏོང་དགོས། ལྔ་པ། བོད་པ་ཚོས་རང་གི་སྐད་གཙང་མ་སྨྲ་བཞིན་དུ་གཞན་གྱི་སྐད་ཡིག་ལ་དང་དོད་བྱེད་པ་རང་གི་སྐད་ཡིག་དེ་ལ་བྱང་བཙུན་མ་བྱེད་པར་རང་རེའི་སྐད་ཡིག་ཉམས་ཆགས་སུ་གྱུར་ཞིག་དུས་ཕྱིས་གཉིས་ཀ་རྫ་བྲག་གི་དུས་ལ་བབ་ཡོད། དྲུག་པ། བོད་པ་ཚོས་རང་གི་སྐད་ཡིག་བརྗེད་ན་ངོ་ཚ་ཡིན་དེ་འདྲ་སོང་ཙང་བོད་རིགས་སྤུན་ཟླ་ཡོངས་ཀྱིས་དཔེ་མཛོད་མཐུན་སྒྲིལ་ངང་ནས་བོད་རིགས་ནང་ཁུལ་བོད་སྐད་གང་མང་བེད་སྤྱོད་གནང་རོགས་ཐུགས་རྗེ་ཆེ་ཞུ།